དེ་ནས་ལྷ་སའི་ཇོ་བོ་འཇའ་བར་བོད་ཀྱི་སོག་ཁག་ནས་དད་ལྡན་བ་མང་པོ་རྐང་ཐང་དང་གཞོན་པ་སོགས་ལ་བསྟེན་ནས་གཙུག་ལག་ཁང་དང་ཉེ་བའི་ས་རུ་སྦྲ་གུར་བཏབ་སྟེ་བཅའ་སྡུད་བྱས་ཤིང་ཕྱིས་སུ་རང་གི་གྲོང་མི་གནས་སྡོད་ཁང་པ་ཇེ་མང་དུ་སོང་བ་རེད། དེ་ནས་ལྷ་སའི་ཇོ་བོ་འཇའ་བ་ལ་སོག་ཁག་གི་བོད་རིགས་མང་པོ་དེ་དད་ལྡན་བ་དེ་ཚོ་དེ་ནས་རྐང་ཐང་དང་གཞོན་པ་སྟག་ལ་དེང་ཁེ་ལ་སོགས་པ་དེ་ཚོ་ལ་བཞུགས་ནས་མང་པོ་བཅས་ཡོང་ནས་དེ་ནས། ཇོ་བོ་འཇའ་ཚ་དུས་ཐ་ན་ལ་དེ་ནས་གཙུག་ལག་ཁང་གི་མཐའ་འཁོར་དེ་ཚོ་ལ་སྦག་དང་སྐོར་དེ་ཚོ་ཕོབ་ནས་དེ་ནས་དེ་འདྲ་འདའུ་ཡོང་བ་དེ་ཚོ་སྟེ་དེ་ནས་ཇེ་མང་མང་ཇེ་མང་མང་ལ་སོང་མཐའ་མ་རེ་ཡོང་དུས་དེ་འདྲ་དེ་ཚོ་ལ་ཁང་པ་འདྲ་རྒྱབ་ད་དེ་འདྲ་རེ་ཡོང་དུས་ཐ་ན་ལ་དེ་ནས། གྲོང་དམག་གི་གནས་སྡུག་དང་དེ་ནས། མི་གྲོང་དང་དེ་ནས་ཁང་པ་ལ་སོང་བ་དེ་ཇེ་མང་མང་དེ་ལྟར་དུ་སོང་བ་རེད། དེ་ནས་སྲོད་ལོ་དུས་རབས་དགུ་པ་སྟེ་བཙན་པོ་ཁྲི་རལ་བ་ཅན་གྱི་དུས་སུ་ལྷ་ས་གྲོང་ཉེན་གྱི་ཤར་ཕྱོགས་སུ་སྒ་རི་དང་སྨད་རི་ལྷོ་ཕྱོགས་སུ་སྒ་བ་དང་སྒ་བའི་འོག་ཟངས་ཕྱོགས་སུ་བྲན་ཁང་དང་བྲན་ཁང་ཐོག་མི་ལྷ་ཁང་སོགས་གསར་དུ་བརྒྱབ་པས་ལྷ་སའི་གྲོང་ཁྱེར་གྱི་སྒྲོམ་གཞི་ཆགས་འགོ་ཚུགས་པ་རེད། ཁྲི་རལ་བ་ཅན་གྱི་དུས་སུ་དེ་ནས། སྒ་རི་སྨད་རི་ལྷོ་ཕྱོགས་སྒ་བ་སྒ་བའི་ཟངས་ཕྱོགས་བྲན་ཁང་བྲན་ཁང་ཐོག་མི་ལྷ་ཁང་ལ་སོགས་པ་དེ་ཚོ་མང་པོ་ཅིག་བསྐྱབས་ནས་དེ་ནས་གྲོང་ཁྱེར་དེ་འཛུགས་སྐྲུན་བྱེད་བཟོ་འོང་དུས་དེ་ན་ལ་དེ་ནས་གྲོང་ཁྱེར་གྱི་ལྷ་ས་གྲོང་ཁྱེར་དེ་གྲོང་ཁྱེར་ཆགས་འཇོག་གི་སྒྲོམ་གཞི་ཆགས་འགོ་ཚུགས་པ་དེ་འདྲས་ཀྱང་བཟོས་ཡོད་རེད། འོན་ཀྱང་སྲོང་བཙན་སྒམ་པོ་འདས་པའི་རྗེས་ནས་དེ་ནས་ཁྲི་ལྡེ་སྲོང་བཙན་གྱི་བར་དུ་རུ་དེ་ནས་གཙོ་བོ་ལྷོ་ཁ་གི་ས་སོགས་ལ་དེ་ནས་བཞུགས་སོང་བ་ཡིན་པས་གྲོང་ཁྱེར་གྱི་འཕེལ་རྒྱས་དེ་ཧ་ཅང་མགོ་པོ་རེད་དེ་ཉིད་བར་ལམ་ལ་འཕེལ་རྒྱས་ཆེན་པོ་སོང་ཡོད་མ་རེད། དེ་ནས་ཁྲི་རལ་བ་ཅན་གྱི་དུས་སུ་བཙན་པོའི་རྒྱལ་རབས་ནང་འཁོར་གྱི་འགལ་བ་རྣོ་ངར་ཆེ་བར་འགྱུར་ཞིང་ལྷག་པར་དུ་རྒྱབ་ལུང་བར། ནང་ཆོས་ཀྱི་སྟོབས་ཤུགས་དང་ནང་ཆོས་ལ་ངོ་རྒོལ་གྱི་སྟོབས་ཤུགས་གཉིས་བར་མེ་དང་སྤུ་ལྟ་བུ་གི་འགལ་བ་ལངས་ནས་སྔ་རྗེས་སུ་ཆུ་ཀླུང་བྲན་ཁ་པ་ཡོངས་དང་མངའ་བདག་ཁྲི་རལ་བ་ཅན་ཉིད་ངན་ལོང་གྱི་ལག་འོག་ཏུ་སྲོག་ཤོར། དེ་ཡིན་དུས་ཐ་ན་ལ་དེ་ནི་འོད་འཕྲོས་ར་བ་ཅན་གྱི་དུས་སོ། དེ་ནི་འོད་བཙན་པོ་རྒྱབ་ལོངས་དེ་སོགས་ཀྱི་དཔའ་ལུགས་ལ། དེ་ནི་མགར་བ་རྣོ་ངར་ཅན་དུ་གྱུར་ནས་དེ་ནི་ཧ་ཅང་གི་རྩ་དྲག་པོ་གི་མགར་བ་ཆེན་པོ་ཐོག་ནས་དེ་ནི། ཆུ་ལུང་བྲན་ཁ་དཔའ་ཡོངས་དག་ནི་དེ་ནི། མངའ་བདག་ཁྲི་ར་བ་ཅན་ཁོ་རང་གཉིས་ཀ་སྟེ་དེ་ནི་བློན་པོ་ངན་པ་དེ་ཚོ་གི། ལག་ཏུ་སྲོག་ཤོར་སོང་བ་དེ་འདྲས་རེད། དེ་ཉིད་པང་ལ་མགར་བ་ཆེན་པོ་དེ་འདྲ་ཐོག་མྱོང་བ་རེད། དེའི་རྗེས་ནས་བཙན་པོ་དར་མ་འོ་དམ་བཙན་གྱི་ནང་པའི་ཆོས་ལ་བཀའ་གདམས་ཤུགས་ཆེན་བསྲེས་པས་གཙུག་ལག་ཁང་ལ་ཟབ་པའི་སྟེང་ན་སྤྲང་འཁྱམས་གནས་ལྕགས་ཡོལ་དུ་བྱོན་ནས་ལྷ་ལམ་དཔའ་བརྡོལ་ནས། བཙན་པོ་འོ་དམ་བཙན་བཀྲོངས་པའི་རྗེས་སྲས་ཡུམ་བརྟན་དང་འོ་སྲོང་གཉིས་ཁ་སོ་སོ་ལ་བྱས་ཏེ་བཙན་པོའི་སྲིད་དབང་ཐོར་ཡིག་ཏུ་སོང། དེའི་རྗེས་ཀྱི་ལོ་ངོ་བཞི་བརྒྱ་ལྷག་ཙམ་རེར་བོད་འདི་ཉིད་གཅིག་གྱུར་གྱི་སྲིད་དབང་མེད་པར་སིལ་བུ་གྱི་གནས་སུ་འཐོར་སོང་བ་རེད། ཨོ་ཡ་དེ་ནི་དེའི་རྗེས་ནས་བཙན་པོ་དར་མ་འོ་དམ་བཙན་གྱི་རྒྱལ་སྲིད་སྐྱོང་ཡོང་བའི་དུས་ལ་དེ། ནང་ཆོས་ལ་བཀའ་གདམས་ཤུགས་ཆེན་པོ་བཟོས་ཡོང་དུས། དེ་ནི། སྔར་དེ་ནི་ཁྲི་རལ་བ་ཅན་གྱི་བཞེངས་སྟངས་བཞག་པ་ག་དེ་ནི་གཙུག་ལག་ཁང་མང་པོ་བཅས་ཡིན་ཏེ་དེ་ནི། སྤྲང་པོ་དེ་ཚོ་ག་དེ་ནི་གནས་བཅའ་ཡོར་དུ་བྱོན་ནས་སྤྲང་པོ་འདུག་ས་དེ་ཚོ་ལ་ཆགས་ནས

བུ་ལོན་མགོ་ལ་སྤོང། དེ་ནས། འབངས། སྡེ་བ་འདི་རིགས་རྫོགས་ཀྱི་མལ་ལས་དེ་ནས་བུ་སེར་བུ་དེ་དད་དུ་འཐོར་སོང་བ་རེད། དེ་ནས་བུ་སེར་བུ་དུས་རབས་རྗེས་ཀྱི་དུས་ཡུན་རིང་མོ་ཞིག་གི་ནང་ལྷ་ས་འདི་ཉིད་བུ་ས་གནས་ཀྱི་སྲིད་དབང་གཏན་ནས་མ་ཡིན་ཏེ། འོ་ཡ། དེ་ནས་བུ་སེར་བུ་གི་དུས་ཡུན་རིང་མོ་ཞིག་གི་ནང་ལྷ་ས་འདི་ཉིད་བུ་ས་གནས་ཀྱི་སྲིད་དབང་གཏན་ནས་མ་རེད། དེ་ནས་ས་སྐྱ་སྲིད་དབང་གི་དུས་སུ་ས་སྐྱ་དང་ཕག་གྲུ་སྲིད་དབང་གི་དུས་སུ་སྣེ་གདོང། གཙང་པགས་ཀྱི་སྲིད་དབང་གི་དུས་སུ་གཞིས་ཀ་རྩེ་སོགས་སྲིད་དབང་གཏན་ནས་མི་འདྲ་བ་མང་པོ་ཅིག་ཆགས་སོང་བ་རེད། དེ་ནས་ས་སྐྱའི་སྲིད་དབང་གི་དུས་སུ་ཚར་པ་ཁྲི་སྤུངས་ལ་ལྷ་ས་སྐྱིད་ཆུ་རྒྱུག་འཁོར་ས་སྐྱ་དོ་དམ་གྱི་དབང་ཆ་སྟེགས་འོང་དུས་ལྷ་ས་སྐྱིད་ཆུ་ཆུ་རགས་གསར་རྒྱག་དང། རྡོ་ཁུངས་གསར་བཀྲུས་གཙུག་ལག་ཁང་ཉམས་བཟོ་ལ་སོགས་པ་གྱི་འཛིན་ཁྲིད་བསྐྱངས་པས་ལྷ་ས་གྲོང་ཁྱེར་གྱི་འཛུགས་སྐྲུན་གྱི་ཐིག་ལེ་སྐུལ་འདེད་ཡག་པོ་བཟང་ཡོད་རེད།

དེ་ནས་སྣེའུ་རྫོང་གི་རྫོང་དཔོན་གྱིས་སེམས་འགྲེལ་དགའ་སང་གི་དགོན་སྡེ་ས་བཏབ་རྒྱུ་ལ་མཐུན་རྐྱེན་བཟང་པོ་བསྒྲུབས་པ་མ་ཚིག་པའི་རྗེས་ཙོང་ཁ་པ་གྱིས་དེ་ནས་ལྷ་སྡེ་གཙུག་ལག་ཁང་གི་འཁྱམས་ར་དང་ལྡེབས་རིས་སྐུ་རྟེན་བཅས་ཉམས་གསོ་གང་ལེགས་གནང་བ་དེ་ཚོ་ཚང་མ་གི་མཐུན་རྐྱེན་དེ་ཚོ་ཚང་མ་དེ་སྣེའུ་རྫོང་གི་རྫོང་དཔོན་གྱིས་བསྒྲུབས་པ་རེད། དེ་ཙམ་མ་ཚིག་པའི་སི་ལོ་གཅིག་སྟོང་བཞི་བརྒྱ་དང་བཅུ་མའི་དགུ་ལོ་ལ་དགེ་འདུན་ཁྲི་ཕྲག་འདུས་པ་གྱིས་དེ་ནས་ལྷ་སྡེ་སྨོན་ལམ་ཆེན་མོ་གྱི་ཚོམས་ཆུང་གི་དུས་སྟོང་ཁྱད་པར་བ་བཅིངས་ཏེ་གསོལ་ལེགས་པ་ཏུ་དབུ་འདུས་གནང་ལ་དེའི་གི་གཟིམ་བདག་ཚང་མ་དེ་སྣེའུ་རྫོང་གི་རྫོང་དཔོན་རེད། སྣེའུ་རྫོང་གི་རྫོང་དཔོན་དེ་དགེ་ལུགས་པ་གི་གཟིམ་བདག་ཆེན་པོ་ཅིག་ཆགས་སོང་བ་རེད། དེ་ནས་སྣེའུ་རྫོང་གི་རྫོང་དཔོན་གི་ཁྱིམ་རྒྱུད་དེ་སྡེ་བ་གཙང་པ་བ་རྫོགས་རྒྱུ་དེ་གི་མིང་གི་ལྷག་མ་ལ་བཏང་བས་སོང་བ་དེ་འདྲས་ཅིག་རེད། སྣེའུ་རྫོང་གི་རྫོང་དཔོན་དེ་དེ་ནས་ཁྱིམ་རྒྱུད་དེ་དེ་ནས་མིང་གི་ལྷག་མ་མེད་པ་དེ་བཏང་འགྲོ་མེད་དེ་དེ་སྡེ་བ་སྐྱིད་ཤུགས་པ་བ་རྫོགས་རྒྱུ་དེ་གི་བཏང་སོང་བ་རེད། དེ་ནས་བདེ་བ་གཙང་པ་བའམ་སྐྱེ་ཤུགས་པས་ལྷ་སའི་རྒྱུད་ཀྱི་དོ་དམ་པ་ལ་འབྱོར་ཞིང་སྐྱེ་ཤུགས་བདེ་བ་རབ་བཟུང་ནས་ལྷ་སའི་གྲོང་འཁོར་དུ་དེ་ནས་མཆོད་གཡོག་བཟོ་རྒྱུ་དང་ལམ་ཟམ་བསྐྲུན་རྒྱུ་དང་དེ་ནས་རྡོ་ཁུང་གསར་རྒྱག་ལ་སོགས་མཛད་པ་དེ་ཚོ་ཚང་མ་གྲོང་ཁྱེར་འཕེལ་རྒྱས་ལ་ཕན་པ་མི་དམིགས་པ་དེ་དེ་ནས་གཙང་པ་བའམ་ལྷ་སའི་དེ་ནས་སྐྱེ་ཤུགས་པ་བཟོ་རྒྱུ་དེ་ག་དེ་ནས་ལྷ་ས་གྲོང་ཁྱེར་དེ་ཡང་འཕེལ་རྒྱས། དང། ཁྱོད་ཡོར་བཟོ་རྒྱུ་དང་ལམ་བསམ་སྤྲོད་རྒྱུ་སྡོད་ཁང་གསར་པ་བཟོ་རྒྱུ་ལ་སོགས་པ་དེ་ཚོ་ལ་དེའི་འཕེལ་རྒྱས་མི་དམིགས་པ་ད་དེ་འདྲས་བཟོས་ཡོད་རེད། དེ་ནས་དུས་རབས་བཅུ་བདུན་པའི་ནང་ལ་དེ་ནས་དབུས་གཙང་གི་སྟོབས་ཤུགས་བར་ལ་འཐབ་འཁྲུག་ཡང་ཡང་ལངས་བས་ལྷ་ས་འདི་ཉིད་འཕེལ་རྒྱས་ལྟ་ཅི་དེ་ལས་ལྡོག་པ་དེ་ནས་ཉམས་རྒུད་དུ་ཡང་མང་པོ་སོང་རེད། དུས་རབས་བཅུ་བདུན་པའི་དུས་འོས་དུས་ལ་དེ་ནས་དབུས་དང་གཙང་གཉིས་ཀྱི་བར་ལ་དེ་ནས་འཐབ་འཁྲུག་ཆེན་པོ་ལངས་ནས་དེ་ནས་དམག་འཁྲུག་ཆེན་པོ་ལངས་སོང་བ་དེ་ལ་བརྟེན་ནས་དེ་ནས་ལྷ་ས་དེ་ཡར་རྒྱས་ཆེན་པོ་སོང་བ་མ་རེད། དེའི་རྗེས་ནས་དེ་ནི་དུས་རབས་བཅུ་བདུན་པ་གི་དུས་དཔྱད་དུ། དེ་ནི་ཏཱ་ལའི་བླ་མ་སྐུ་ཕྲེང་ལྔ་པ་ངག་དབང་བློ་བཟང་རྒྱ་མཚོ་མཛོད་ཀྱི་དེ་ལ་དེ་ནི་མཆན་གོང་མ་གི། དེ་ནི་ནུབ་སོག་གི་ཕུབ་བཟང་ཞི་བ། སངས་རྒྱས། རྒྱ་ཆེན་ཆུང་ལ་སངས་རྒྱས་བསྟན་པའི་མངའ་བདག་ཐམས་ཅད་མཁྱེན་པ་རྡོ་རྗེ་འཆང་ཏཱ་ལའི་བླ་མ་ཞེས་པའི་གསེར་གྱི་ཐམ་ཁ་གནང་བས།

བོད་གསང་གནས་ཀྱི་ཆོས་སྲིད་ཡོངས་ལ་དབང་བའི་འཕྲིན་ལས་ཀྱི་དེ་ནས་དབང་ཐང་གླེང་མིག་ཏུ་གཏན་འཁེལ་སོང་བ་རེད། དེ་ནས་བཟུང་སྟེ་དེ་ནས་ངག་དབང་བློ་བཟང་རྒྱ་མཚོ་གི་ཁ་ཞབས་ལ་དབང་དུ་བསྡུས་སོང་བ་དེ་འདྲ་རེད་འདུག་དེ་ནས་ཁོང་གི་དགའ་ལྡན་ཕོ་བྲང་གི་སྲིད་དབང་བཙུགས་པ་ནས་ལྷ་ས་འདི་ཉིད་སླར་ཡང་བོད་ཀྱི་ཆབ་སྲིད་ལྟེ་གནས་སུ་གྱུར་བའི་འཕེལ་རྒྱས་ཀྱི་གོམ་འགྲོས་མྱུར་པོར་འགྱུར་བ་དེ་དེ་ནས་ལྷ་སའི་གཙུག་ལག་ཁང་རྒྱ་བསྐྱེད་རྒྱུ་དང་ཉམས་བཟོ་བཟོ་རྒྱུ་དང་དེ་ཚེ་ཕོ་བྲང་དམར་པོ་སླར་ཡང་གསར་སྐྲུན་བྱེད་པ་དེ་ནས་ནོར་བུ་གླིང་ཁ་གསར་དུ་བསྐྲུན་པ། དེ་ནས་སྐུ་དྲག་གི་ཁྱིམ་གཞི་མང་པོ་དང་དེ་ནས་བླ་བྲང་དང་སྲིད་འཛིན་ལས་ཁང་དང་ཚོང་ཁང་བྱ་ཁང་ཆང་ཁང། དེ་ནས་ལག་ཤེས་ལས་སྣོན་ཁང་གྲོང་མིའི་སྡོད་ཁང་ལ་སོགས་པ་དེ་ནས་ཆར་རྒྱུག་གི་མྱུ་གུ་བཞིས་ཐང་པའི་གྲོང་ཁྱེར་རྙིང་པ་གི་སྒྲོམ་གཞིར་མཐུད་སྒོ་ཅུང་ཚང་བ་ལ་དེ་ནས་རྒྱལ་བ་ལྔ་བ་གི་དུས་དགའ་སྡིག་ཕོག་གྲོགས་བཙུགས་ཚར་དུས་དེ་ན་ལ་དེ་ནས་ཡག་པོ། ཨོ། ད་དེ་བས་ཆེ་ས་ཅི་དགོས་བལྟས་ནས་དེ་ཡག་པོ་ཆགས་ཡོང་བ་རེད། དེ་ནས་འོང་ལྕགས་བུ་ཞེས་པའི་བཅིངས་འགྲོལ་མ་གཏོགས་པའི་གོང་དུ་ལྷ་སའི་གྲོང་ཁུལ་གྱི་རྒྱ་ཁྱོང་གི་དེ་ནས་སི་ལའི་ངུ་སྙོམས་གྲུ་བཞི་མ་དེ་ནས་གསུམ་ཙམ་ལས་མེད་པས་དེ་ནས་ནུབ་ལ་གཡུ་ཐོག་ཟམ་པ་ལྷོ་རི་གསུམ་མགོན་པོ་ཟངས་རག་མོ་ཆེ་ཤར་ཁ་ཆེ་ལྷ་གོང་ཞེས་ད་དེ་རུ་ད་དེ་འདྲ་ལ་བརྗོད་སྲོལ་རེད། དེ་ནས་བུ་ཞེས་པས་བཅིངས་འགྲོར་བཏང་བས་རྒྱུའི་ལྷ་ས་འདི་ཉིད་དེ་བཟང་འཕོ་བར་བཏགས་པ་དེ་གོང་འཕེལ་འགྲོ་བའི་དུས་རབས་གསར་པ་ལ་སླེབས་ཤིང་དེ་ནས་ད་ལྟ་གི་དུས་སུ་དེ་ནས་ལྷ་ས་གྲོང་ཁྱེར་གྱི་རྒྱ་ཁྱོངས་ཀྱི་གསེར་ལས་ངོས་སྙོམས་གྲུབ་བཞི་མ་དེ་ནས་དྲུག་ཅུ་ལྷག་ཡོད་ཅིང་བསྟན་སྡུག་གི་མི་གྲངས་ཁྲི་སུམ་ཅུ་ལྷག་ཟིན་ཡོད་རེད། ད་ལྟ་གི་ལྷ་ས་ཀྱི་གནས་སྟངས་དེ་ད་དེ་འདྲ་ཅིག་རེད།